མནའ་མ་ལྷན་རྒྱས་ལ་བཀྲ་ཤིས་བདེ་ལེགས། རང་གིས་བྱས་ན་གཡོན་ཕྱོགས་ཀྱི་མི་དེས་སྐད་ཆ་ག་རེ་འདྲ་བཤད་ཀྱི་ཡོད་ན། ཁོས་སྐད་ཆ་ག་བརྗོད་གཞི་ག་རེ་བཤད་ཀྱི་ཡོད་མེད་ངས་ཤེས་ཀྱི་མེད། ཡིན་ནའི་ངས་བྱས་ན་ཁོས་ཏན་ཏན་འབུར་ཤོག་ཤོད་ཀྱི་ཡོད་རེད། དེ་རིང་ངས་ཚིག་ག་རེ་སྦྱངས་ཡིན་ཟེར་ན། འབུར་ཤོག་ཤོད། བུར་ཤོ་ཤོས་ཟེར་ན། དེ་འཇོན་ཐང་མེད་པ་ཡིན་ནས། འཇོན་ཐང་ཡོད་མདོག་མདོག་བྱས་ནས་སྐད་ཆ་བཤད་ཡ་དེ་རེད། དྲ་ལམ། ངས་དྲ་ལམ་ནས་ལེན་པའི་དཔེ་བཅུ་སྟེ་དེ་རེད། བུར་ཤོ་ཤོས་རྒྱུ་ཡོད་པ་ཞིག་ལ། ལག་གླེང་ངོ་མའི་ཐོག་ལ་མཛུབ་མོ་བཙུག་ས་མེད། ནས་ངས་སོ་སོས་བཟོས་པའི་དཔེ་བཅུ་དེ། འོས་བསྡུ་བྱེད་དུས་ཆབ་སྲིད་པ་དེ་ཚོས་འུར་ཤོག་ཤུ་ཡ་དགའ་པོ་ཞེ་དྲག་ཡོད་རེད། དོན་དག་ཁ་ཤས་འགྲོ་ཐུབ་ཀྱི་མེད་ན་ཡང་འཇོན་ཐང་ཡོད་མདོག་མདོག་བྱས་ནས། ང་མ་འོངས་པ་ལ་ཏན་ཏན་དོན་དག་དེ་འགྲུ་ཐུབ་པ་བྱེད་ཀྱི་ཡིན། ངས་དམ་བཅའ་བཞག་ཆོག། ཁོང་ཚོས་ཀྱིས་དེ་འདྲའི་ལབ་ཀྱི་ཡོད་རེད་བ། འོ་ནི་ཁ་སྐོང་གི་ཚིག་དེ། འུར་ཤོག། འུས་ཤོག། ངེད་ཀྱིས་བརྟག་དཔྱད་བྱེད་ཡ་ལ། བོར་ཤོབ་ཤོད། འུར་ཤོབ་ཤོད། འུད་ཤོབ་ཤོད། འདི་ཐ་སྙད་འདི་གསུམ་ཀ་སྟེ། འདི་བདག་ཆགས་ཁ་ཁ་ཡིན་པ་མ་གཏོགས་འདི་དོན་དག་ཕལ་ཆེན་གཅིག་པ་ཡིན་ས་རེད། ནི། བོར་ཤོབ་ཤོད་ཡ་དེ་གི་ནི་དོན་དག་དང་ཉེ་བའི་ཚིག་ག་རེ་ཡོད་རེད་ཟེར་ན། སློང་བཤད་ཤོད། ངོང་སོ་རྒྱག། རང་རློམ། ང་རྒྱལ། ལ་སོགས་ཐ་དད་ཆེ། ནི། གལ་སྲིད་ངེད་ཀྱི་དག་ཆ། བརྡ་སྤྲོད། ཡང་མིན་ན་སྒྲ་གདངས། འདི་གང་ཡོད་པ། གང་ཡིན་པ་ཞིག་ལ་ནོར་འཁྲུལ་ཤོར་ཡོད་པ་ཡིན་ན། གནས་བཙོན་བཟོད་མ་བྱས་པར་ང་ལ་ནོར་བཅོལ་བྱེད་རོགས་གནང། ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།